དེ་ཨ་ནི་ཧ་མི་གོ་ཡས་དེ་ད་ཨ་ནི་ཧ་གོ་ནུས་ཀྱི་དོན་ནོ། དེ་ལྟ་ལས་ནི་ས་པ་ལུས་པ་གྱི་ངོ་སྤྲོད་ད་ག་དེ་ག་དེ་ན་ཨ་ནི་གཅིག་འགོག་པའི་དེ་བས་གསུམ་མིན་པས། དེ་ད་ཨ་ནི་ས་པ་ལུས་པ་དེ་ད་མ་པ་ཁེན་ཏོ་འོང་ལ་མ་ཤོག་གི་ཁེན་ཏོ་འོང། དེ་ཨ་ནི་བ་ད་ད་ཨ་ནི་གཟུམ་ཆུ་བས་བ་ཆེན་མོ་ལུས་ཡིན་པས་ལ་མོ་ལུས། དེ་ལས།

ཨ་ནི་བྱི་ཁ་གི་དེ་སྦེ་བ་ཅན་དེ་དཔའ་ཁ་རྒྱལ་ཨིན་བེ་སེ་ཤོ་ད་ལ་དཔའ་ཁ་རྒྱལ་དཔའ་ཁ་གི་ཆ་བྱ་དཔའ་ཁ་རྒྱལ་གི་ཆ་བྱ་ཨིན་བེ་སེ་དེ་ལི་མི་ཁེན་ས་ད་ཅ་ཁེ་ནམ་ཁམ་ཆུ་ཁེན་རི་སེ་ཤི་རེན་ནོ་ཨ་ནི་དེ་དཔའ་ཁ་རྒྱལ་གི་ཆ་བྱ་ཨིན་བེ་ལ་དེ་ད་དེའི་ཕ་གཞུང་ད་ར་ཐུ་མ་ཅན་དེ་དེ་ཨ་ཙི་ཅི་ཨ་ནི་གཞུང་ད་གཞུང་དར་ཏོ་བེ་ར་བཟོ་བ་ཅན་དེ་ཨ་ཙེ་རེ་དེ་ཨ་ནི་མ་ཐུ་ཨ་ནི་ཨ་ནི་ཨ་ཙི་ཅི་ལུད་པ་སོག་པ་བཟོ་མི་དེ་ཚུ་གི་ཨ་ཙི་ཅི་ཨ་ནི། དེ་སྟེ་མི་གཟུགས་བཟོ་བའི་དུག་དེ་ལས་ནང་ཁོ་ན་གེལ་བའི་བ་ཅན་དེ་སྨེ་བ་དགུ་བརྒྱའི་མི་ལ་དེ་འདི་ལྔ་སེར་དྲུག་དཀར་བདུན་དམར་དེ་ལས་ན་ལོ། ལྔ་སེར་དྲུག་དཀར་བདུན་དམར་ད་ན་བརྒྱད་དཀར་དེ་ལ་ན་དགུ་དམར་གཅིག་དཀར་གཉིས་ན་གསུམ་མཐིང་བཞི་ལྗང་སེར་ཨ་ནི་བ་དགུ་བརྒྱའི་མི་བ་ལ་ན་གེལ། སྨེ་བ་དེ་ལ་དེ་ཨ་ནི་སྨེ་བ་དེ་ཨ་ཙི་བྱས་ནས་དེའི་ད་རོ

དེ་པ་ཁ་གི་ཆ་ཕྱི་ཁ་གི་པ་ཁ་གི་ཆ་བྱ་གེབ་དེ་དེ་ཨ་ཙེར་ཡ་ནི་གཞུང་བརྡ་མ་མཐུན་པའི་དུས་སུ་ཤོད་དོ་ད་ད་ལུས་པ་སོགས་པ་ར་ན་མི་ས་མི་ཕ་གཞུང་བརྡ་མཐུན་དུ་བཏོད་པའི་གོ་བ་བྱིན་ཏེ་ད་པ་ཏྲ་ཨ་ནི་ཤིང་གི་པ་པ་ཏྲ་ཀོ་མི་ད་དེ་རྩིས་ཁ་བསླབ་དེ་ར་བཟོ་གོ་བ་ལ་དེ་ལ་ཨ་ནི་གསུམ་བཅུ་བ་ཅི་འཇའ་བཞི་གི་བདུད་བཞི་བསྟིམ་པས་སུ་ཤོད་དོ་ལ་ན་ལ་མ་གི་དེ།

འདི་ཚོ་ད་ཁྲི་བ་ཅི་ན་ཟེར་རེད་མ་ཐེབས་འདུག་ལབ་ན་འདུག་ལོ་དེ་ལབ་ན་ཐེབས་ལ་ལོ་ཆུང་ལོ་ཟེར་མི་དེ་ཚོ་བཞིན་གནམ་ལ་ཕོག་དགོས་ཀི་གྲངས་སུ་མེད་པ་ལ་དེ་ཡིན་རེད་ད་ལྟ་ན་ལས་བྱ་ར་བཙོག་ནོག་ས་སོག་པ་ན་ཡང་འཛོམས་ལས་བྱ་ར་འདུག་ལ་དེ་ཡང་ནི་དེའི་ལིང་ག་ཡིན་པས་དེ་ཡང་ནི་དེ་བཤེས་གཉེན་འདོད་ཐོག་གི་བདུད་བཞི་བསྟི་འབེ་ལ་ནི་བ་ཐབས་ཏེ། ཤེར་སྙིང་ཏོའི་ཐུགས་ཀྱི་བདུད་བཞི། དེ་ལས་ཨ་ནི་ཏི་བེ་ཝ་ཅན། དམ་ཚིག་གི་གླུས་དང་བདག་གི་དེ་ཡིན་པས་སོ་ཞུ་དག་ང་ནི་ང་ཅི་ར། མ་ཞུ་ཀྱ་ནི་ཀ་ཅི་ན་མི་ཤེས་པས་ཨ་ནི་ཏི་ང་ཅི། སྔགས་པ་ལོ། དེ་ལས་བན་དེ་ལོ། དེ་ལས་ཨ་ནི་བདུད་མོ་ལོ། སངས་ནི་སྔགས་པ་བན་དེ།

གཟའ་བདུད་མིན་པའི་ཉིན་ཟླ་འོག་མིན་མ་ལྷ་ཕོ་དཔའ་ས་སྤེན་ཚེ་དེ་ལ་གནས་ལས་ཚུགས་ལྟ་དེ་བཀྲ་ཤིས་རྟགས་བརྒྱད་ཡིན་པས་ན། དེ་ལས་གནས་འདི་ཨ་ནི་འདི་ལྟའི་ས་ལ་འཛུལ་དགོས་བཟོ་བཟོ་ཡིན་པས་ན་ས་ལ་འཛུལ་དགོས་པའི་བཟོ་བཟོ་ཡིན་པས་དེ་ཨིན་དེ་བི་རེ་ལྟ་རུ་དེས་ཕ་གཞོན་བདག་མི་ཕམ་གྱིས་དེ་མདའ་ཁྲི་བ་བྱིན་དེ་ལྟར་བ་ཚེ་རེ་སྲོག་ཆགས་ན་མོ་མགོ་མི་དེ་ཚོ་ཡོད་པས་ཡོད་མི་ན་ན་པ་ཡོད་མི་དེ་ཚོ་ཕ་གིས་དེ་མདའ་མ་ཐོན་པས་བ་ཚེ་ར་ནས་བའི་དུས་སུ་ཞུ་དང

དེ་ན་མི་བསམ་པ་ཟིན་བྲིས་ན་ག་ཡོད་མི་ག་ར་ན་གོ་བས་དེ་ལྟར་བ་གཞུང་རྟ་མཐུན་དུ་བསྟོད་པའི་བཟོ་བཀོད་བ་ཆེན་དེ་ལས་དེ་དེ་དང་སོགས་པ་དང་སོགས་པ་ནི་པ་ཏྲ་ཀོ་མི་དང་དེ་ལས་ཙི་བྷ་ལ་དེ་ར་བཟོ་བཀོད་བས་ལ་དེ་ཧ་ན་བས་བཟོ་བ་ཅན་ཅང་ཅི་དེ་ན་མི་བསམ་མི་ཚད་ལྡན་པའི་རྒྱུ་ནི་ཡིན་པས་དེ་དེ་མི་མ་ཅན་ད་ལྟར་ན་བ་ཅི་དང་ས་པ་ལུ་པ་ཏྲ་ཤོ་ར་ཨ་ནི་ཡིན་པས་ལ་ཨ་ནི། དེ་དེའི་དར་བ་རྩི་བྱེད་གཞུང་དང་མཐུན་ཏོ་ཏོ་ར་ཡན་མི་ནོ་སི་ཞུ་ཏོ་ཏེ་ཨིན་རེད་ད་ད་ཏོ་དེ་ག་ག་ཡོད་མི་འདི་གི་ངོ་སྤྲོད་ཅིག་ཕུལ་ཏོ་འོ་སེ་དེ་ཨ་ན་གི་ག་ཡི་ངོ་ཤེས་པ་བཞིན་དེ་ལས་ཟིན་བྲིས་ལྟ་ཡི་ལྟ་བའི་འབྲི་རོའི་ཧ་ལམ་གྱིས་འབྲི་སུ་ལ་དེ་ན་སོག་པ་ར་ངོ་མ་ཤེས་པ་བཞིན་དེ་ཟིན་བྲིས་ལྟ་རོའི་དེ་ལས་མི